མཁན་པོ་ཀུན་དགའ་བསོད་སྟོབས་ལ་བོད་མི་དམངས་ཀྱི་སྤྱི་འཐུས། ཁོ་རང་ཉིད་གཞུང་འབྲེལ་གྱི་ཐོག་ནས་ད་ལྟ་བོད་པའི་གཞིས་ཆགས་སྔོན་འགོག་ལ་སྤྱི་འཐུས་གནང་ཡོད་རེད་ཉི་མ་ལྔ་རེ་ང་ལ་ཟབ་སྦྱོང་གནང་ཡ་དེའི་ཆེད་དུ་ཉི་མ་བཅུ་གནང་ཡོད་རང་བཙན་གྱི་སང་ཉིན་ནས་བྱས་ནས་ཨ་ནི་དེ་ལ་ང་རང་གི་ཐོག་ནས་ངོ་ནས་སེམས་པ་མི་དཔའི་དགའ་བསུ་རྡོ་རྗེ་ཆུང་སོང་ཁ་བཞིན་ཟེར་ནའང་ཨ་ནི། རང་ཚུགས་ཀྱི་སྤྱི་འཐུས་ནང་ལོགས་ནས་སྤྱི་འཐུས་གྲགས་ཀ་གཉིས་བཅས་ཆགས་བསྡད་སྐོར་རེད་ལ། དེ་ཡིན་དེ་བསམ་པ་ལ་གཅིག་མིན་མ་ཆོས་ཀྱི་གནའ་ཡས་དེ་དངོས་གནས་ཧ་ལས་པའི་གི་ཡག་པོ་གྲོགས་ཤིག་མཐོང་སོང། དེའི་སྒང་ལ་ད་ལྟ་མུན་སྐོར་ནང་ལོགས་ལ། ད་ལྟ་འདུག་པ་ཅིག་ལ། ད་ལྟ་ད་ལ་གུང་བྲན་དང། ཤ་ར་མེ་མ་གི་ལས་འགུལ་བ་ཀང་ཁ་ཤས་ཅིག་གི་མི་ལ་མ་སེང་ལ་ཡན་གི་བེ་བཙོན་འདོག་བྱེད་ནས་རོ་ལངས་འགྲོ་ཅིག་རྒྱབ་བསྡད་འདུག་ཨ། འདི་གི་ཐོག་ནས་ཅིག། ཁོང་ཚོའི་གི་བེ་བཙོན་ཆད་དེ་ཆོས་རྒྱུད།

ཡོང་ནས་དེ་ཅིག་བྱེད་དགོས་སྐོར། ཁྱེད་རང་ཚོས་ཀྱི་དར་ནག་གི་དཔོན་པོ་ཚེ་རིང་འདྲ་བོ་མ་རེད་དྲི་བ་བརྒྱུད་ན་ལན་མ་རྒྱག་བ་ལན་ཚབ་ལ་ཚོགས་གཏམ་བཏང་ཡག་དང་ལན་གཅིག་སྤྲད་མ་ཐུབ་ན་སྐོར་ར་རྒྱབ་འདེད་དེ་འདྲ་མ་རེད་ང་རང་ཚོས་ཀྱི་ཆོས་རྒྱུད་སྤྱི་མཐུན་དགེ་བཤེས་རྨི་ལམ་མཐར་ཕྱིན་ལགས་ཡིན་པ་ཡིན་ན་ཡང་རེད་ཨ་ནེ་ཡི་ཆོས་རྒྱུད་སྤྱི་མཐུན་མཁན་པོ་ཀུན་དགའ་བསོད་སྟོབས་ལགས་ཡིན་པ་ཡིན་ནའི་རེད་དྲི་བ་བརྒྱུད་ན་དྲི་བ་དེ་ལ་ལན་ཚ་དང་བརྗོད་ཅིག་ཡང་དོན་དང་ལྡན་པ་རེད་ད། སྐྱག་རྫུན་དང་མགོ་སྐོར་གྱི་ལན་མེད་མ་བྱས་དོན་དང་ལྡན་པ། དྲི་བ་ལ་ལན་ཧྲ་ཏག་ཏག་བསྟན་ཏེ་སྐྱག་རེད་ར། བྱས་ཙང་ཁྱེད་རང་ཚོ་ཁ་རྒྱག་པ་ཞིག་བཤད་བསྡད་འདུག་ཨ་ད་ཆོས་རྒྱུད་སྤྱི་འཐུས་རྣམ་པ་གཉིས་མ་ཕེབས་དུས་ཙམ་པ་ལ་ཁྱེད་རང་ཚོས་ཀྱི་ཁ་དེ་འཇོན་བཞག་ཡོད་ས་ལ་ཨེ་ད། ད་མི་ས་བདུན་ཁོ་རང་ལ་ལས་དགོས་རེད་དེ་དུས་ཁྱེད་རང་ཚོ། ངོ་ལོག་འགྲོ་འཇིགས།

ཆོས་རྒྱུད་སྤྱི་འཐུས་རྣམ་པ་གཉིས་མ་གཟབ་སྦྱོང་གནང་སྐབས་ཕེ་ཁི་རའི་ལ་རྒྱོགས་དེ་ལ་ནི་བག་མོ་གཙང་ལ་འགྱོད་ཁ་ཤས་ཅིག་ལ་སྣང་བ་ཆེ་སྤྲོ་མི་འདུག་སླད་ཡིན་ར་སྟབས་སྣང་བ་མ་སྤྲོས་འདི་ག་རེ། བག་མོ་དང་འདྲེ་དང་འདྲེ་མོ་དེ་ཚོ་ལ་ནི་བདེན་པ། བདེན་པ་ལ་རྒྱབ་སྐྱོར་བྱེད་ཉེན་མི་ཡོད་ན་དེ་ལ་གཙང་བ་ཉིད་ནི་དགག་མ་རེད་བག་མོ་དེ་ཚོ་ར། བྱས་ཙང། ད་ལྟ་སྐད་ཆ་ཁོ་ཚོས་ཀྱི་བཤད་སྟངས་འདི་ཚོ་ལ་བལྟ་བ་ཡིན་ན་ཧ་ལས་ཀྱི་རྩབ་ཆེན་པོ་འགྲོ་བཞིན་འདུག་འདུག་ར། ཡིན་ན་ཡང་ཆོས་ཉིད་པ་ཅན་ལྟར་ན་ད་དར་ནག་གི་ཁ་ནས་ད་དེ་ལས། ག་ལ་བ་རེད་དེ་ལས་ལྷག་ག་གེ་དོན་ཡ་མེད་བ་འདུག་འདུག་ཟེར་མ་ཤེས་ད་ལ་དེ་ཚོ་རེད། ར་ག་དུས་ནས། བྱས་ཙང་ད་ལྟ་ཁྱེད་མེད་བག་མོ་རྐང་ཁ་ཤས་ཅིག་གི་སྐད་ཆ་བཤད་སྟངས་ལྟ་བ་ཡིན་ན་ད་ཁོང་ཚོ་དེ་ལ་ཡོང་ནས་ག་རེ་བྱེད་དགོས་རེད་ང་ཚོ་ལ་རང་བཙན་མཐོང་ལ་སྐད་ཆ་དེ་འདྲ་མོ་འོག་ཏུ་འོང་དེ་གི་སྐད་ཆ་དེ་འདྲ་བཤད་དེ་དུ་ཨ། རང་ཚོད་ཀྱི་ཆོས་རྒྱུད་སྤྱི་འཐུས་རྣམ་པ་གཉིས་མ་ཕེ་ཡ་དེ་ད་ལྟ་གཞིས་ཆགས་ལ་ག་འདྲ་ཕན་ཐོག་གི་འདུག་ད་དེ་འདྲའི་གཞུང་འབྲེལ་ཐོག་ནས་ཕེ་དགོས་རེད། ཨ་ནི་ད་ལྟ་སྤེན་ཚེ་ནག་པོ་གྱི་གཞུང་དེ་དབུ་མའི་ལམ་གྱི་གཞུང་རེད་ར་བྱས་ཙང་གཞུང་འབྲེལ་ཐོག་ནས་ཕེ་གི་ཡོད་དུས་ཙམ་པ་ལ་ཨ་ནི་མི་སྒེར་ལ་ཟབ་སྦྱོང་གནང་ཡ་ལ་ཡ་དེ་ད་ཨ། བྱེད་བྱ་ལ་ཕན་ཐོགས་ཡ་དང་དེ་འདྲས་ཀྱི་ཐོག་ནས་རེད་མ་གཏོགས་ཅིག་སྒེར་གྱི་ལྟ་བ་དང་དེ་འདྲས་སྐོར་ལ་རྩ་བ་ཉིད་ནས་མ་རེད་ཞུས་ཡིན་རང་བྱས་ཙང་ཁྱེད་རང་ཚོ་ཤེས་འདོད་མེད་ལགས་ཏོ་ཨ། ཤེས་འདོད་མེད་ན་ཁ་ཡོད་མ་རེད་ཡིན་དེ་ཚོ་ལ་ཅིག་ཤེས་འདོད་མེད་ན་ནི་ང་ཚོའི་ཆོས་བརྒྱུད་སྤྱི་འཐུས་རྣམ་པ་གཉིས་ཡོད་ས་ལ་ཡོང་དགོས་ཡ་ཡོད་མ་རེད་ཨམ་ཅོག་ཉན་དགོས་ཡ་ཡོད་མ་རེད་ར། Troll ནི་ཁྱེད་རང་ཚོ་གི་བྱེད་ཀྱི་རོགས་ཨ་ང་ཚོའི་སྤྱི་འཐུས་རྣམ་པ་གྱིས་ངོ་དེབ་ནང་ལ་ཡིན་ནོ་ད་ཁྱེད་ཚོའི་ཚུལ་ནི་རྫུན་ནི་བརླག་ཁེག་མ་རེད། གང་འཇུག་མ་འཇུག་རྫུན་སྡིག་ར། ག་རེ་བྱེད་ཀྱི་འདུག་ག་རེ་གསུང་གི་འདུག་སྐུ་པར་ག་བ་ལ་བསྐྱོན་འདུག་དེ་ཚོ་རྐྱང་རྐྱང་བཀྲུབ་ནས་སྡིག་ར་ཁྱེད་ཚོ་ལས་ཀ་ཡོད་མ་ར་བྱས་ཙང། བྱས་ཙང། ད་མི་བདུན་ལ་ཡོད་དུས་ཁྱང་ཚོ་བྱོན་ཡོད་པའི་ལ་ཡིན་པ་དེ་དུས་ཁ་རྒྱག་པ་བཞི་བོ་བཤད་སོང་ཨ། གཅིག་གི་ཁར་ལ་སོང། ཨོ། གདོང་པར་བཞུགས་པར་ལ་ས། འདྲའི་སྐད་ཆ་དཔེ་ཚོ་བོ་དེ་འདྲའི། དེ་འདྲའི་དཔེ་སྡུག་ཅག་དེ་འདྲའི་ལ་སོང་ཡམ་དེ་ཡི། ལ་ཉེས་ལ་ངོ་མ་ཚར་ནའང་ཉེས་ཉེས་ལ་ངོ་ཚར་འདུག་ལ་ཡ་ཆེན་པ། ང་ཚོའི་གི། བོད་པའི་སྤྱི་ཚོགས་ནང་ལོག་ནས། མི་སྣ་དྲག་ཤོས་དེ་ཚོ་ལ་བག་མོ་རྩ་ལངས་རྒྱག་རྒྱུ། རོ་ལངས་རྒྱག་རྒྱུ་དེ་ཚོ་ཡི་སྐད་ཆ་སྡུག་རིགས་སྡུག་ཚད་བཤད་ཤི་ཏོ། དེ་སྐད་ཆ་བཤད་ཉེས་ཀྱིས་སུ་སུས་ཀྱིས་ལྟོ་དེ་ཡི་སྟེང་གི་ཡོ་ར་མ་གཏོགས་སྐད་ཆ་བཤད་ས་ཡུལ་དེ་ལ་གའི་ཁྱད་པ་སུ་འགྲོ་མ་རེད་སྟེ་ང་ཞུ་འདོད་བྱུང་སོང་ཁྱེད་རང་ཚོ་སྐད་ཆ་ཐང་རྒྱ་བཤད་ནས་རེད་སྟོང་བཤད་ནས་རེད་འབུམ་སྒྲོག་ཅིག་བཤད་པ་ཡིན་ནས་རེད་དེ་ཁྱེད་རང་ཚོའི་གར་མོ་གར་ལབ་ནས་ཆོས་ཀྱི་སྤྱི་དོན་རྣམ་པ། ལ། སེམས་ཁམས་ལ་རྩ་བ་ཉིད་ནས་རྒྱུན་ཆགས་མ་རེད་དེ་ག་ལ་དམིགས་བསལ་གྱིས་ཁྱེད་ཚོ་ལ་སྙིང་རྗེ་སྐྱེས་སྐོར་དང། ཨ་ཚི་བོད་མི་མང་ནས་ད་ང་ཚོར་བོད་མི་ཉུང་ཉུང་དེ་ནང་ལོག་ནས་མང་པོ་ཅིག་ཡོང་ནས་འཕྲོ་བརླག་འགྲོ་རྒྱུ་རེད་ཤག་བསམ་གོ་རེད་བསམ་གོ་ཏོ་ཉེས་ཀྱི་རོ། ཁ་ཅིག་ཉེས་ཀྱི་མི་འཕྲོ་བརླག་འགྲོ་རྒྱུ་ལ་ན་གར་ལ་གོ་རེད། བོད་ཀྱི་སྤྱི་ལ་བསམ་བློ་མ་བཏང་ཉེས་རོ། བོད་རྒྱལ་ཁབ་དང་མི་རིགས་ལ་ཤ་ཞེན་མེད་བ། བོད་ཀྱི་ཆོས་དང་རིག་གཞུང་གཏོར་བཤིག་བཏང་ཉེས་ཀྱི། ཨ་ནི། རོ་ལངས་རྒྱག་རྒྱུ་དེ་ཚོ་ལ་ཉེས་ཀྱི། མི་འཕྲོ་བརླག་འགྲོ་རྒྱུ་ལེགས་ཡོད་ར། ཆོས་ཀྱི་སྤྱི་དོན་རྣམ་པ་ཀྱི་ཁྱེད་རང་ཚོ་གང་ཟག་ཁྱེད་རང་ཚོ་དགྲ་བོ་འདྲེ་ལ་ད་སྙིང་རྗེ་བྱེད་ནི་ཤག་ཤག་གོ། སྙིང་རྗེ། སྙིང་རྗེ་ལ་ཡེ་དེ་མེད་ན་ད་སྙེ་མ་ག་འདྲེས་ཆགས་ཨ། ཁྱེད་རང་ཚོ་གི་ད་ནག། སྤྱི་འཐུས་ཟླ་བ་ཕུན་སྐྱིད་ལ་ངས་བརྗོད། འདི་གི་སྤྱི་འཐུས་གྲོས་ཚོགས་ནང་ལོགས་ལ་སྤྱི་འཐུས་གོ་བ་ནང་ལ་སྐྱག་རྫུན་བཤད་ནི་དཔང་རྟགས་མེད་དཔང་རྟགས་བོང་གུ་གང་ལ་ཞོན་ནི་ཚད་བཀག་འགྲོ་ནས་མ་རག་དེ་འདྲའི་མང་པོ་བྱུང་བ་ར། ཨ་ནི། དངོས་གནས་བྱས་ན་ཉེས་པ་བཏང་དགོས་གོ་ར་སྐྱག་རྫུན་བཤད་རྒྱོག་དེ་ལ། སྤྱི་འཐུས་གྲོས་ཚོགས་གཏོར་བཤིག་བཏང་རྒྱོག་དེ་ལ་ཡིན་ན་ཡང་ཉེས་པ་བཏང་མ་སོ། སྡུག་བཤག་བཤག་སོ། སྐད་ཆ clear རེད་ལ་ནི་སྡུག་བཤག་བཤག་སོ། འདི་ཀམས་ཀྱི་ནུས་པ་ཡོད་ར་ད་ཆོས་ཀྱི་ནུས་པ་ལ་ཡོད་དེ་ལ། ཨང། ཆབ་སྲིད་ཐོག་ལ་ནི་ཡག་པོ་ཡོད་པ་རེད་གར་བྱིན་ཟེར་ན། ཆོས་དེ་ཧྲ་ཏག་ཏག་བྱིན་ནས་དྲང་བདེན་གྱི་ཐོག་ནས་བཤད་ཉན་བྱེད་ཡིན་པ་ཡིན་ན་ཆབ་སྲིད་ནང་ལོགས་ནས་དྲང་པོ་བྱེད་ཐུབ་ར། བྱས་ཙང་ང་ཚོས་ཀྱི་ཆོས་བརྒྱུད་སྤྱི་འཐུས་རྣམ་པ་ད་ག་པར་མ་རེད་ད་ཁོ་རྣམ་པ་ཕལ་ལ་ཁྱོད་ཚོས་གཟར་འགོ་ག་ལ་ཞུ་གི་འདུག་གཅིག་རེད་གཉིས་རེད་དེ་མང་པོ་ཞུ་ཅི་ལ་སོང་ལབ་གི་འདུག་གཅིག་གི་གར་ས། ཁ་རེ་མོ་སྐྲ་དུང་དཀར་རྒྱབ་ནས་ཤི་བ་ཞོག་རེད་སྐད་ཆ་སྐད་ཆ་གང་ཞིག་ལྟ་ཉན་ནོར་འཁྲུལ་ཤོར་མེད་ན་ང་རང་ང་རང་ཧམ་སངས་འདུག་དེ་འདྲའི་དར་ནག་དེ་ཚོ་སྐད་ཆ་སྡུག་ཅག་ནས་ཤི་གི་དང་ཨེ་འདྲ་འདྲ་བ་འདྲ་ཤེས་སོང་ཁྱེད་རང་ཚོ་ཉིད་ཀྱི་སྙེ་མ་ནས་ཐང་མ་གཅིག་བསླབ་ཚར་ཡིན་སྡུག་ཅག་མང་པོ་མང་པོ་མ་བསླབ་ཟེར་བ་དེ་འདྲ་ཤི་བ་ཞོག་སྟོན་ཀ་དལ་བ་ཞོག་དེ་ཚོ་དེ་ཚོ་དཔེ་ཁ་ཉན་པ་རེད་རེད་བ་དེ་ཚོ་མི་གདོང་འདྲེ་འདྲ་བོ་འདྲེ་སྤུད་དྭགས་པོ་མེ་སྒྱོགས་བདེན་འཚོལ་གྱི་ཁ་ནས་ཀྱང་ཀྱང་དོན་གོ་ར་ཆེ་ཚང་བདེན་འཚོལ་ཕྲན་བཤད་ཉན་ཚང་མ་ལོག་དྭགས་ལགས་ཀྱང་ཀྱང་རེད་དོ། བདེན་པ་རྒྱ་ལོག་གི། དྭགས་ལགས་བདེན་འཚོལ་གྱི་ག་རེ་མོག་ག་རེ་འདུག་ཅག་བྱེད་ནས་ཁྱོད་ཚོ་ཤི་བ་ཤོག་ལྷུང་བ་ཤོག། ག་རེ་ཟ། སྡུག་འགའ་རྒྱབ་པ་ཤོག་དེ་འདྲའི་ལྟར་ལག་དམར་ཁྱེད་རང་ཚོ་གི་མི་གྲོངས་ངེས་ཡིན་ནའི་ང་ཚོའི་མ་ནི་སྤྲེའུ་ཅན་པ་ཡིན་ནའི་ཁ་གང་བགྲང་གོ་ར་དྭགས་ལྷག་པོ་ཟ། བོད་མི་རིགས་གཅིག་པ་ཡིན་བསམ་ནས་ང་ཁྱེད་རང་ཚོ་ཁ་ལ་ནི་ཤི་བ་ཤོག་རིལ་བ་ཤོག་གཅིག་རྐྱང་རྐྱང་རེད་དོ། ད་འདི་ངས་ཁྱེད་རང་ཚོ་ལ་གཅིག་སློབ་གསོ་དང་མཉམ་དུ་བྱས་ནས་གཅིག་ལ་ཡི་སེམས་གང་གི་ཐོག་ནས་བྱས་ནས་མཉམ་དུ་གཅིག་ལབ་པ་ཡིན་ན་ར། ཁ་ནས་མང་པོ་སྡུག་ཅག་རྐྱང་རྐྱང་བཤད་བསྡད་ན་ར་འདི་གི་སོ་སོའི་གི་ཀླད་པ་དེ་འཕྲོ་བརླག་བཏང་བ་མ་ཚད་སོ་སོའི་གི་ཁོར་ཡུག་ནང་ལོག་ལས་ཚང་མ་འཕྲོ་བརླག་བཏང་ནས་སོ་སོའི་གི་དགའ་ས་ཉེ་ས་དེ་ཚོ་ལ་སྐྱོན་བྱས་ཡ་ཉེན་ཁ་ཡོད་རེད་ལ། Rebounds ར། Rebounds of Manifestation ལ་ཇི་ལྟ་བུ་འོ་འདིའི་ལ་གོར་ཁྱེད་ཚང་ཐག་རིང་པོ་ཞིག་ར་བཏགས་མི་འདུག་ཁྱེད་རང་ཚོ་གི་མི་དེ་ནས་ཁྱེད་ཚོའི་གི་ཁ་ནས་ཤི་བ་ཤོག་ཟ་བ་ཤོག་གཅིག་རེ་གཉིས་རེ་མང་པོ་ལབ་ལབ་ཉིད་ཀྱི་སོ་སོའི་མི་དེ་ཚོ་ལིང་གླིང་ལ་ཤི་འགྲོ་གི་འདུག་ཨ་འདི་ཁྱེད་རང་ཚོ་ཐ་ན་ཁྱེད་ཚོའི་གི་ཁ་གདུགས་ཁྲ་ནི་རེད་ད་ཀུན་སྦྱོར་ལ་ཡིན། སོ་སོའི་གི་མ་དགའ་ས་ལ་སྨྱོས་དགོས་བ་སྨྱོས་ཡས་འདི་ཡོད་མ་རེད། སོ་སོའི་གི་དགའ་ས་དེ་བ་ལ་མ་ང་སྨྱོས་གི་རེད་གཞན་པ་ལ་སེམས་པ་ནག་པོ་དང་ཁ་ནས་སྡུག་ཅག་རྐྱང་རྐྱང་བཤད་བསྡད་ན་སོ་སོའི་གི་མི་ལ་སྨྱོས་དགོས་རེད་བ། གཞན་པ་ལ་སྨྱོས་ཡས་ཡོད་མ་རེད། ད་གཟི་དང་ང་རང་ཚོའི་གི་ཆོས་རྒྱུད་སྤྱི་འཐུས་རྣམ་པ་གཉིས་ཟབ་སྦྱོང་གནང་ནས་ག་འདྲེ་ཡག་པོ་བྱས་ནས་ཞུ་དོ་རེད་བ། དཔེ་ཡག་པོ་རེད་བ། ད་འདི་དང་གཉེན་པོ་འདྲེ་མོ་དེ་ཚོའི་གི་སྐད་ཆ་བཤད་ཡ་གཅིག་འདི་རེད་ཤག་ད་ང་ཚོའི་གི་སྤྱི་འཐུས་རྣམ་པ Canada ལ་ཕེབས་ནས་ཨ་ནི།

ཕན་རྒྱུའི་འཕེལ་འགྱུར་རེ་ཞུ་ཡིན། ད་དེ་ཡིན་དུས་བརྩམས་པ་ལ་ཨ་ནི་ཕི་གེ་ལ་ཡུལ་སྐོར་སྤྲོ་འཆམ་ག་རེའི་སྣང་གནས་རེ་སོ་སོ་བསྟོད་པར་གཞུང་གི་དུས་ཚོད་ལ་མ་བརྟགས། སོ་སོ་རང་གིས་སོ་སོའི་དུས་ཚོད་ལ་ག་བ་ལ་ཕན་ནས་རྗེས་སུ་ཡི་རང་གནང་གི་འདུག་ཨ་མི་མ་རྣམས་པ་གིས་ཨ་ནི་ཁྱེད་རང་ཚོ་རྐུབ་ཟུག་གར་རྒྱག་འདུག་ང་འོ་འདི་ཡི་དྲི་བ་གཅིག་བྱ་གི་འདུག་ར་ཁྱེད་རང་ཚོ་ལ་གང་ཞིག་མི་གཞན་པ་གིས་སོ་སོའི་དཔལ་འབྱོར་གྱིས་སོ་སོ་ཡུལ་སྐོར་སྤྲོ་འཆམ་བྱས་བསྡད་ན་ཁྱེད་རང་ཚོ་ལ་ཟུག་ཞིག་རྒྱག་ཡོད་ས་ར།

ང་ནི་འདི་ནང་ལོགས་ལ་དེ་འདྲའི་འུ་ཐུག་གི་ལས་ཀ་བྱེད་ཡུལ་ནང་ནང་ལོགས་ལ་ཡོང་ངེས་དེ་ཚོའི་འུ་ཐུག་ཀྱོག་དེ་འདྲའི་མང་པོ་ཅིག་ཡོང་སྐོར། ཟ་ཡ་བཏུང་ཡ་མེད་བ་འཇོན་ཡ་མེད་བ། ཨ་ནི་ཕག་གཏོ་ཅི་དང་ཕག་ཚང་གི་རང་གི་ཆེད་དུ་ཨ་ནི་ལས་ཀ་ངན་པ་བྱེད་ཀྱི་ཡིན་ལབ་ངེས་དེ་ཚོ་དེ་ཚོའི་མི་རུ་ཀྱོག་རྐྱང་རྐྱང་ཡོང་སྐོར།

ཨ་ནི་མི་སྡུག་ལྕགས་གླུད་འདྲ་བོ་ཨ་ནི་རོ་ལངས་རྒྱ་སྒྱུར་འདྲ་བོ་བ་མོ་ཚ་ཡོད་སྒྱུར་འདྲ་བོ་དེ་འདྲའི་སྐྱིད་ལ་བལྟས་པ་ཡིན་ན་ཨ་ནི་ཁྱེད་རང་ཚོའི་དེ་འདྲའི་འདྲ་བོ་ཆ་འདིར་ལྟ་ལྷུང་འདྲ་བོར་ལྟ་དམྱལ་བར་ཁྲིད་འདྲ་བོར་ལྟ་གང་ལྟ་མ་ལྟ་ཁྱེད་རང་ཚོས་ཀྱི་དམྱལ་བ་ལ་ཡི་དེ་ཡིན་གཅིག་མིན་གཅིག་ཤི་ཚ་ནི་རྗེས་མ་དེ་འདྲའི་རེད་བསམ་གྱི་ཡོད་ཀྱི་ར། དམྱལ་བ་ལ་ཡི་དེ་ཡིན་སོ་སོའི་ཀྱི་ཐུགས་ངལ་ཡོར་འདུག་ད་ཁྱེད་རང་ཚོ་སེམས་པ་འཚོ་མ་ས་ནི་ཁ་ནས་སྡིག་པ་གཅིག་ས་ཡིད་ནས་སྡིག་པ་གཅིག་ས་ར། ནི། ལུས་ཀྱི་སྡིག་པ་གཅིག་སངས་རྟགས་བཤད་པ་ད་གཅིག་རེ་གཉིས་རེ་ལན་ཅིག་ཏུ་ད་དེ་ཚོ་ཚང་མ་གི་སྡིག་པའི་གི་འཁྲུལ་གི་སོ་སོ་མཚན་ལ་གཉིས་ཡ་ཀྱིའུ་ཁུང་མ་རེ་ཞོ་ཡན་པ་ཅི་ས་གཉིས་མེད་ས་གོ་དུ་ཡ་དང་ཨ་ནི་སེམས་ཁམས་འདི་ཏག་ཏག་མ་བལྟས་ནི་ཨ་ནི་གྲོ་གོ་སུ་རྒྱག་གི་འདུག་རྐང་པ་སུ་རྒྱག་གི་འདུག

འཇོན་ཐང་ཡོད་མར་ཤེས་འགོག་མ་རེད་ཡིན་ནའི་གལ་སྲིད་ཚན་རིག་ཐོག་ལ་ཏེས་གཅིག་ལྷག་གོ་འདོད་འདུག་ན Rebounds of Manifestation ལས་སྦྱོར་ཁ་ནས་ག་རེ་དོན་གནད་ཟབ་ཟབ་ཞེའུ་གཅིག་ཕྱིས་གོ་གོ་ར་དང། སོ་སོའི་གི་ཕ་མ་པིན་རྒྱག་སྤུ་གུ་དེ་འདྲའི་ཤི་ཡའི་ཡའི་ཉག་ག་ཡོད་རེད་དེ་མེན་པ་ཡིན་ནའི་སོ་སོའི་གི་རྒྱབ་སྐྱོར་བྱེད་ས་གི་མི་གི་ཕ་མ་ཡིན་ནས་རེད་སྤུ་གུ་ཡིན་ནས་རེད་དེ་ཚོ་ལིང་ལིང་ལ་འགྲོ་ཡས་ཀྱི་ཉག་ག་དེའི་ཆག་སྒོ་རེད་སོ་སོའི་རང་གི་བག་ཆག་རེད་ད་ར་བ་བྱས་ཙང་དར་ནག་དེ་འདྲའི་ཐོབ་ཐོབ་ལ་མེད་པ་བྱས་ན་དར་ནག་ནག་པོའི་གི་བ་མོ་རྩ་ནང་དེ་གྱོ་དེ་ཚོས་ཀྱི་སྤྱི་ཚོགས་དྲ་རྒྱ་ནང་ལ་བཀྲ་མ་འདྲ་ཤེས་གྱོ་ད་ཁོ་ཚོས་རང་གི་བཀའ་དྲིན་ཡིན་བསམ་ནས་ད་སོ་སོའི་གི་རྒྱབ་སྐྱོ་བྱེད་ཉེས་ཀྱི་བཀའ་དྲིན་ཡིན་བསམ་ན་ནི་ཅེ་མ་ཁྱེད་ལས་ལྷག་མར་ད་སོ་འདི་ཞུ་འདོད་བྱུང་ཟེར་བ་བྱས་ཙང་ད་ལྟ་ང་ཚོས་ཀྱི་ཆོས་བརྒྱུད་སྤྱི་འཐུས་རྣམ་པ་གཉིས་མི་སྒེར་ཕེབས་ཡོད་རེད། ཁོང་རྣམ་པ་ནི་ད་ལྟ་གཟི་བརྗིད་དང་ལྡན་པ་བྱས་ནས་སྤྱི་ཚོགས་ནང་ལོགས་ལ་ཐེག་ནས་བཞུགས། ཤ་སྟག་ཁྱེད་རང་ཚོ་ཁ་ན་ཡིན་ན། སེམས་ནང་ན་སྡུག་གྱོང་རེ་ལས། ཁྱེད་ཚོ་ག་རེའི་ལམ་ནས་ལབ་རྩ་བ་ཉིད་ནས་གནོད་འོག་མར་ལྟ། སུ་སུ་སུ་ཁ་ན་རོ་རེ་ཀུན་སྦྱོར་ན་ཡི་ར། བྱས་ཙང། འོན་འདི་གི་ཐོག་ནས་ད་ང་ད་ལྟ་ཞེ་ར་ཞེ་ར་བཤད་མེད་མུན་བསྐོར་གི་སྐད་ཆ་ད་ག་རང་ཡིན་ར། ནི་ཡིན། འདི་དང། ཆོས་བོད་ཀྱི་ཐོག་ནས་ང། ཁྱོད་ཀྱིས་བཤད་འདོད་ག་རེ་བྱུང་སུ་ཟེར་བ་ཡིན་ན། ད་ལྟ་མི་ནུ་མ་ཞི་ཅག་དེ་བ་ལ་ཅིག། དར་ནག་དེ་འདྲའི་ཀྲུ་རེ་ས་འདྲ་བོ་འདྲ་ཡིན་པ་འདྲ་བོ་བྱེད་ནི་ཅིག་འདུག་ཀོ་ར་རྒྱབ་ནས་བསྟན་ཟ་ཁང་འདྲ་བོ་འདྲ་ལ་བཙུན་དེ་འདྲ་བྱེད་ནི། ཨ་ནི་ཟ་ཁང་འདི་བ་ལ་མི་མང་ཡོད་སྐྱོར་དང་ཟ་ཁང་འདི་བ་ལ་ཅིག་ཀླད་པ་འཕྲོ་ལ་བཏང་ཡ་དང་ཨ་ནི་ཁྱམས་དཔེ་འདྲ་བོ་འདྲ་བྱེད་ཡ་གི་གནས་ཚུལ་འདྲ་འདྲ་གོ་དགོས་འདུག་ཤོད་ཡ་ར་ཁྱེད་ཚོ་ཟ་ཁང་ནང་ལོགས་ལ་འགྲོ་ནི་དེ་འདྲ་བྱེད་དགོས་ཡ་ཡོད་མ་རེད་ཟ་ཁང་ནང་ལོགས་ལ་མི་ཁ་ལག་ཟ་ཁང་ཡོང་དགོས་རེད་དྲ་ལང་རྒྱག་ཁང་ཡོང་དགོས་མ་རེད་ར། ན་མི་དེ་ཚོ་ཁ་ལག་ཟ་བ་ཡོང་དུས་སོ་སོའི་དཔེ་ཤག་སྤྲད་ནས་ཁ་ལག་ཟ་བ་ཡོང་དགོས་བ་རེད་ལ། ཁ་ལག་དེ་བཅུད་ཡག་པོ་ཅིག་གཟུགས་པོ་ལ་འཇུས་ཐོ་ཨེ་གི་ཆེད་དུ་ཁྱོད་ཚོ་མི་ཁ་ལག་ཟ་ཟ་དེ་བ་ལ་རྙོག་དྲ་བཟོས་ཀ་མ་དྲོ་འོ་ལ། ཁྱེད་རང་ཚོས་ཀྱི་དར་ནག་གི Propaganda ཅིག་དོ་ཨ། དར་ནག་གུང་བྲན་ཤ་ར་མི་མང་གི་ལས་རྒྱུ

ང་ཚོའི་གི་བསྟན་པ་རྒྱ་ལོ་མི་རྣམས་ཀྱི་ཕར་ལ་ས་དང་གནམ་གྱི་ཁྱད་པར་ཡོད་རེད་ར། དེ་ཚང་ཁྱེད་རང་ཚོ་སྐྱེ་བ་སྟོང་ཕྲག་ད་ང་ཚོའི་གི་མི་ནག་ཁྲ་བ་རྣམས་པ་ན་མོ་གོ་ལ་བ་ཡིན་ནའི་ཁྱེད་རང་ཚོ་འཇོན་གི་མ་རེད་སི་ལ་ཡིན་ར། སུ་སུ་སོ་ཚོ་ཉུང་རུ་ཉུང་རུ་སའི་ཤི་ད་སོ་ནམ་མི་ལུས་ཀྱི་སོ་ནམ་ཐོབ་རྒྱོ་དེ་སོ་ནམ་དེ་ཡེ་འགྲོ་ནས་ད་མཐའ་མ་དེ་ལ་ཤི་ག་ལ་མོ་ལ་ནི། སུ་ཀེ་དང་ཡིན་པས་ལྷ་ཡིན་ར། དབྱངས་ཁ་ཤས་ཀྱིས་འོང་སྐུ་ཤོ་གྲ། མཁར་ས་ནམ་ས་མང་བོ་གྱོན་པ་ཡོད་ཚད་ཚང་མར་སྐད་བཏང་སྐད་བཏང་ཆོག་ཆོག་ཡིན་བསམ་པ་ཡིན་ནའི་དེ་མི་ལ་སྤུས་དག་པོ་མེད་པ་ཡིན་ན་གཤིས་ཀ་ལ་མོ་ལ་ནི་སྐད་བཏང་པ་ཡིན་ནའི་མི་དེ་ལ་འཇོན་ཐང་མེད་བ་སེམས་པ་ནག་པོ། གཏིང་ནག་པོ། ཆོས་ཡག་པོ་མ་ཤེས་ནའི་དེ་འདྲས་ཀྱི་མི་ཅིག་ཨ་ནེ་ཡིས་ཤི་ཁ་ལ་མོ་ལ་སྐད་བཏང་ན། ཕན་ཐོགས་ཡོང་མར་བལྟ། ཁར་ཆེན་ལ་ན་མི་ལ་སོ་སོའི་གི་འཇོན་ཐང་ཡོང་མར་བྱེད་ཚ་འཁྱང་ཚ་སབ་སབ་ཕྱི་གོ་གོ། མི་ན་ཁྲ་རི་ཁྲག་ཚེ་ལ་བཀྲ་མ་འདྲ་མ་ལབ། ཁྱེད་ཚོ། བློ་ཁོག་ཡོད་ན་རྩ་དོན་ཐོག་ལ་སྐད་ཆ་བཤད་རྩ་དོན་ཐོག་ལ། རྩ་དོན་ག་རེ་ང་ཚོ། བོད་མི་རིགས་ཀྱི་རྩ་དོན་འདི། སོ་སོའི་གི་བོད་རྒྱལ་ཁབ། བོད་རྒྱལ་ཁབ་རང་བཙན་སླར་གསོ་བྱས་འདིར། ར། ང་ཚོ་བོད་མི་ས་ཡ་དྲུག་འདིའི་རྩ་ཆེན་པོ་བརྩི་དགོས་རེད་མ་གཏོགས་ང་ཚོ་མི་རྐང་གཅིག་གཉིས་ཀྱིས་རྩ་ཆེན་པོ་བརྩི་དགོས་ཡ་གོ་རེ་ཡོད་མ་རེད་ར། ཁྱེད་ཚོས་ཀྱི་ཐ་ན་རུ་སྐྱོར་དཔོན་པོ་དེ་ཚོ་ལ་ང་ཚོའི་རྩ་བ་རྩ་ཆེན་པོ་བརྩི་དགོས་ཡ་ཡོད་མ་རེད། རྒྱལ་ཁབ་དང་མི་རིགས་ལ་གནོད་པ་སྐྱེལ་མཁན་གྱི་མི་སུ་མོ་གོ་སུ་ཡིན་ནས་ང་ཚོའི་རྩ་ཆེན་པོ་བརྩི་དགོས་ཡ་ཡོད་མ་རེད་ར། ང་ཚོས་རྩྭ་ཆེན་པོ་བརྩིག་དགོས་ཨེ་དེ་བོད་མི་རིགས་ལ་ཤ་ཞེན་ཡོད་ངེས་རྒྱལ་ཁབ་ལ་ཤ་ཞེན་ཡོད་ངེས་ཤ་ཞེན་ཡོད་པ་ལ་དཔའ་བོས་ཀྱིས་སུ་ཚུལ་གྱི་ལས་རྒྱུ་སྤེལ་ཐུབ་ངེས་སྐད་ཆ་བཤད་ཐུབ་ངེས་རེད་བ། བདེན་པ་སྐྱབས་ལོ་ལ་ངེས་དེ་རེད་བ། བྱས་ཙང། ཁྱེད་ཚོ་ག་རེ་མོ་ག་རེ་ལ་ནི།

ཨ་ནི་གཞུང་གི་ཐོག་ནས་རང་བཙན་ལ་འགྲོ་སོང་བཏང་བའི་བག་ཞགས་ནི། རང་བཙན་གྱི་སྐོར་གཞུང་གི་རང་གི་སྡིངས་ཆ་བཅས་ཡོད་མ་རེད། རང་བཙན་ཤེས་གསལ་གྱི་སྡིངས་ཆ་བཅས་ཡོད་མ་རེད་གཞུང་ངོས་ནས་བཤད་མ་ཡིན་ན། ཨ་ནི་གཅིག་གཙོ་ཆེ་ཤོས་དེ་སྲིད་པ་དེ། ད་ལྟ་རང་བཙན་གྱི་ཚོགས་འདུ་ཚར་བའི་གི་རྗེས་དེ་ག་ལ་སྤོ་སྤེན་པ་ཚེ་རིང་གིས་སྐད་ཆ་འདི་བཤད་པ་རེད། རང་བཙན་བཤད་ན་ཁ་ཕར་ལེན། ད་དེ་ཡོད་ཁོང་ཚོའི་གི་ཀླད་པའི་ནང་ལོག་ལ་རང་བཙན་ཟེར་ཏེ་ཁ་ཕར་ལན་བཤད་ཟིན་ནས་ཁོང་ཚོས་ད་ལྟ་རང་ཤེས་འདུག་དེ་ནང་བཞིན་ཚིག་དེ་རེད་ཤག་གནད་དོན་གཅིག་གི་ཁོང་ཚོའི་གི་ད་ལྟ་མ་གཞིས་ཆགས་ཁག་ལ་ད་ལྟ་དབུས་བོད་མིའི་གི།

ཕལ་ཆེར་གཞིས་ཆགས་དེའི་ནང་ལ་དཀའ་ངལ་དང། ཟླ་གཅིག་རེའི་ནང་ལ་གནད་དོན་ག་འདྲས་ཅིག་གི་ཐོག་ལ་དཀའ་ངལ་མ་འོངས་པར་འཕྲད་ས་རེད་ད་ལྟ་ག་རེ་ཡོད་ན་དེ་ཚོ་ལ་དོ་སྣང་ཤུགས་ཆེ་ཞིག་རེད་ཨ་རིང་དེ་དང་མཉམ་དུ་ད་ཁྱི་ཞིག་ག་རེ་ཡོད་ན་དེ་ཁོ་ཚོ་ལ་ལམ་སྟོན་གསལ་བཤད་བྱེད་དགོས་རེད་བ། དེ་འདྲས་ནས་འདས་ཏེ་ལྟར་ཡིན་པ་ཡིན་ནས་ཁོ་ཚོས་བལ་མི་ཁ་ཤས་ཅིག་གིས་དྲ་རྒྱའི་སྒང་ནས་ཚོགས་པ་འདྲ་མ་འདྲ་བཙུགས། ཚོགས་པ་བཙུགས་པ་ཙམ་མ་ཟད་ཚོགས་པའི་ནང་ལོགས་ལ་མི་གཅིག་ཤེས་ཡོན་མེད་པ་གིན་འགོ་ཟླ་གཅིག་གར་སོང་བས་སྤྱི་ཚོགས་ནས་ད་ཡོངས་སུ་སྤྱི་ཚོགས་ཀྱིས་ཅིག་ལས་འགན་ཁེ་ཡས་ཅིག་ཡོད་ར་དེ་འདྲས་ཡོངས་སུ་རྫོགས་པ་གན་ཡུལ་ཞུས་ནས་ད་མ་ཎི་དྲ་ངན་གྱི་དུས་ཚོད་ལས་ངན་མང་ཆེ་ཆེ་གོ་འདུག་བསད་ནས་ཁོ་ཚོས་རུ་ལུ་སོད་དེ་ཚོ་རྒྱུས་བཅད་ནས་སྤྱི་ཚོགས་བལ་དེ་ཁྲར་ཁྱུར་བཏང་ཡས་རང་བསམ་བློ་རེ་བཞག་སྐད་ཆ་བཤད་ད་དོན། དེ་ནི། སྐད་ཆའི་གི་ཚིག་བེད་སྤྱོད་བྱེད་སྟངས་དེ་ཚོ་ད་ཤེས་ཡོན་མེད་སྐྱོ་གི་སྐད་ཆ་ཟེར་དུས་ལ་ཧ་ལམ་དེ་རང་ཤེས་དགོས་བ་ད་རྦད། སྨོན་ལམ་སྡུག་ཅག་ད་རྒྱག་དེ་རྦད་དེ། ལྟོས་ལོག་ཤོག་དེ་འདྲོག་ད་དེ་འདྲེ་གི་སྐད་ཆ་དེ་འདྲེ་བཤད་ཡོང་གི་འདུག་ཨ་ད་དེ་ད་ང་ཚོས་འདུག་ལྟ་བ་ཡིན་ན་དར་ནག་གི་རྒན་གོ་ཁ་ཤས་ཀྱི་དེ་འདྲེ་གི་སྐད་ཆ་བཤད་པ་འདྲོག་ཅིག་རེད་དེ་དེ་མ་ཡིན་ནས་མི་མང་པོ་ཅིག་སོ་སོའི་གི་ལས་ཀ་ལ་འཁོར་འོས་བའི་ག་འདྲེ་ཅིག་འདྲོག་ཡོད་མེད་ཞི་དྲག་དོ་སྣང་མེད་མཁན་ཅིག་དེ་ལ་ཁོ་ཚོས་བཤད་པའི་སྐད་ཆ་དེ་ལྟ་ཕལ་ཆེར་ཡིན་མེད་ན་བསམ་ནས་དེ་འདྲེ་རྐུབ་ལ་ཡམ་རྒྱུག་བྱས་ནས་འདྲོག་མཁན་མང་པོ་ཅིག་ཡོང་གི་ཡོད་རེད།